བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་སྔ་སོར་ཤེས་བྱ་ཀུན་ཁྱབ་མཛོད་རྩ་བ། ཤེས་བྱ་སྤྱིའི་མཚན་ཉིད་རྣམ་པར་བཞག་པའི་སློབ་ཚན་གསུམ་པ་གཏན་ལ་བ་ཤ་ངུས་བཟུང་བ་དང་དེའི་དགོས་པ་ཟེར་བ་འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་ཤིག་བརྒྱབ་པ་ཡིན། དེ་ནས་སློབ་ཚན་སྔོན་མའི་སྐབས་སུ་ནང་པ་སངས་རྒྱས་པ་ལ་གྲུབ་མཐའ་བཞི་དང་ཐེག་པ་གསུམ་ལ་སོགས་པའི་དབྱེ་བ་མང་པོ་བྱས་ཡོད་པ་རེད། ཡིན་ན་ཡང་དེ་དག་ཐམས་ཅད་ནས་ཡང་འཁོར་བའི་རྒྱུ་བདག་འཛིན་མ་རིག་པ་སྤངས་ནས་ཐར་པ་སྟོན་དུ་གཉེར་བ་ཐམས་ཅད་གཅིག་མཚུངས་རེད་ཅེས་ལབ་པ་རེད། ནས་དེ་འདྲ་ཡིན་པ་ཡིན་ན་ཐར་བ་དེ་ཐོབ་པར་བྱེད་པའི་ལམ་མམ་ཡང་ན་ཐར་བ་ཐོབ་པའི་ཐབས་དེ་ག་འདྲ་ཡོད་པ་རེད་ཅེས་ལབ་པ་ཡིན་ན། ནས་དེའི་རྩ་བ་ལ། བལྟས་རྒྱུ་ཆུ་རུབ་རྣམ་འབྱེད་ཤེས་རབ་བལྟས། བསྟན་ལ་བག་ཞགས་ཕུང་ཁམས་སྐྱེ་མཆེད་དང། རྟེན་འབྲེལ་སོགས་ལ་ཐེག་པ་ཆེ་ཆུང་གི་དབྱེ་བསྡུ་མང་ཡང་དེ་དག་སྤྱི་ཡི་ལུགས། འོང་དེ་འདྲ་ཅིག་གསུངས་པ་རེད། ནི། ཤོ་ལོ་ཀ་འདིའི་ནང་དུ་སྣང་བའི་ཐེག་པ་གསུམ་དང། གྲུབ་མཐའ་བཞི་ཐམས་ཅད་ཀྱི་འཁོར་བ་དང་བདག་འཛིན་སྤང་བྱ་ལ་བྱ་བ་དང། ཐར་བ་སྒྲུབ་བྱེད་ཡུལ་དམ་ཡང་ན་དོན་དུ་གཉེར་བའི་ཡུལ་དུ་བྱ་བ་ཡིན་ན་ཐར་བ་ཐོབ་པར་བྱེད་པའི་རྒྱུ། ཆུ་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་རེད། འདིའི་སྐབས་ཀྱི་ཆུ་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་ཟེར་བ་དེ་ལ་རིམ་པ་མང་པོ་ཡོང་ཆོག་གི་རེད། ཡིན་ན་ཡང་གཙོ་བོ་དེ་ནི་བདག་མེད་པའི་དོན་ཇི་ལྟ་བ་བཞིན་རྟོགས་པའི་ཤེས་རབ་བདག་མེད་རྟོགས་པའི་ཤེས་རབ་དེ་ནི་ཐར་བ་ཐོབ་བྱེད་ཀྱི་རྒྱུ་གཙོ་བོ་དེ་ཆགས་བསྡད་ཡོད་པ་རེད། བརྟན་བདག་བ་ཤ་ཕུང་ཁམས་སྐྱེ་མཆེད་དང། བདག་མེད་རྟོགས་པའི་ཤེས་རབ་དེ་སྐྱེད་པར་བྱེད་པ་ལ་ཡང་དང་པོ་འཇིག་རྟེན་གྱི་ཕུང་པོ་དང་ཁམས་དང་སྐྱེ་མཆེད་ལ་སོགས་པའི་ཕྲ་རགས་ཀྱི་ཆོས་རྣམས་ཀྱི་གནས་ལུགས་ཕྲ་རགས་ཀྱི་ཆོས་རྣམས་ཀྱི་ཁྱད་པར་མ་འདྲེས་པ་གསལ་བོ་ཧ་གོ་གོ་གི་ཡོད་པ་རེད། ཡིན་ཙང་ཕུང་པོ་དང་ཁམས་དང་སྐྱེ་མཆེད། རྟེན་འབྲེལ་ལ་སོགས་པའི་གནས་སྟངས་དེ་དག། ནི། ནང་པ་སངས་རྒྱས་པའི་ཐེག་པ་བྱས་ཀྱང་སྐྱེ་ཡི་གཏན་ལ་བ་ཤ་རེས་གཏན་ལ་འབེབས་པར་ཆད་པའི་གཞི་རེས་དེ་ལ་བརྐོས་པ་རེད། ཕུང་པོ་དང་ཁམས་དང་སྐྱེ་མཆེད་དང་རྟེན་འབྲེལ་དང་གནས་དང་གནས་མ་ཡིན་པ་ལ་སོགས་པ་ལ་ཡང་ཐེག་པ་ཆེ་ཆུང་གིས་རྣམ་པར་གཞག་སྟངས་ཐེག་པ་ཆེ་ཆུང་དང་ཡང་ན་གྲུབ་མཐའ་རང་རང་གི་རྣམ་པར་གཞག་སྟངས་མི་འདྲ་བ་མང་པོ་ཞིག་ཡོད་པ་རེད། ཡིན་ན་ཡང་དེ་དག་སྤྱི་ལ་ཁྱབ་པའི་ལུགས་གཙོ་བོར་བཟུང་ནས་འདིར་བཤད་ཡ་ཡིན། ཨང་དེ་འདྲ་གསུང་གི་ཡོད་པ་རེད། དེའི་ནང་ནས་དལ་འབྱོར་ཟེར་ལབ་པའི་སྐབས་སུ་ཨ་ནི་སློབ་ཚན་སྔོན་མའི་སྐབས་སུ། ནང་པ་བཟང་རྒྱལ་བའི་གྲུབ་མཐའ་དང་ཐེག་པ་ཐམས་ཅད་ཐར་བ་ཐོབ་བྱེད་གཙོ་བོ་འཛིན་གྱི་རེད་ཟེར་ལབ་པ་ཡིན་ཙང་ཐར་བ་ཐོབ་བྱེད་གཙོ་བོ་འཛིན་པ་ཡིན་ན་ཐར་བ་ཐོབ་པར་བྱེད་པའི་རྒྱུ། ཨཱ་ནི། ཆུ་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་རེད། ཨོ། དེ་འདྲ་ལབ་པ་རེད། ཨཱ་ནི། རྟ་འདག་བབ་བྱ། ཆུ་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་བམ་ཡང་ན་བདག་མེད་རྟོགས་པའི་ཤེས་རབ་དེ་ཐོབ་པ་ལ་སྤྱིར་བཏང་གི་འཇིག་རྟེན་གྱི་དབྱངས་དག་པའི་ཤེས་རབ། ཨཱ། ཆོས་རྣམས་མ་འདྲེས་པར་སོ་སོར་འབྱེད་པའི་ཤེས་རབ་དེ་ཐོབ་དགོས་ཀྱི་ཡོད་པ་རེད། དེ་ཐོབ་པ་ལ་རྟ་འདག་བབ་པའི་གཞི། ཨ་ནི་རྟོགས་དགོས་པའི་ཡུལ་རྟོགས་བྱའི་ཡུལ་གཏན་ལ་བ་ཞིག་ཡོད་ཟེར་བ་དེ་སྐབས་འདིར་ཨ་ནི་ཐར་བ་ཐོབ་པའི་ལམ་ལ་སློབ་པའི་སྐབས་སུ་ངེས་པར་དུ་རྟོགས་དགོས་པ་དང་ངེས་པར་དུ་ཤེས་དགོས་པའི་ཡུལ་ཞིག་ལབ་དགོས་ཡོད་པ་རེད། དེ་ལ་གང་དག་ཡོད་པ་རེད་ལབ་པ་ཡིན་ན་ཕུང་པོ་དང་ཁམས་དང་སྐྱེ་མཆེད་རྟེན་འབྲེལ་ནི་གནས་དང་གནས་མ་ཡིན་པ་ལ་སོགས་པ་རྣམ་གྲངས་ཁ་ཤས་ཀྱིས་བསྲེས་པ་རེད། སྤྱིར་བཏང་ཐར་བ་ཐོབ་པ་ལ་ཡང་ཆོས་སྤྱིའི་རྣམ་གྲངས་མཐའ་ཡས་པ་ཅིག་རྟོགས་དགོས་ཀྱི་ཡོད་པ་རེད། ཐར་བ་ཐམས་ཅད་མཁྱེན་པ་ཐོས་པ་ལ་མཐའ་ཡས་པའི་ཆོས་ཐམས་ཅད་རྟོགས་དགོས་ཀྱི་ཡོད་པ་དེ་འདྲ་ཅིག་རེད།